ལོ་བརྒྱད་ཉི་ཤུ་རྩ་བརྒྱད་པ་ཡི་ལེའུ་བཞི་པ། ད་ལྟ་ང་ཚོ་མོ་ཏི་ཀ་ཡིས་རྒྱ་མོ་ཨེ་སི་ཏར་ལ་སོགས་རོགས་རམ་གནང་བའི་ཆེད་དུ་ཞུ་བ་འཐེན་བའི་ལོ་རྒྱུས་དེ་ལྟ་གི་ཡིན། ཧ་མམ་ཆེས་པཱ་སི་ཡཱ་རྒྱལ་སའི་ནང་དུ་ཡོད་པའི་ཡ་ཧུ་དཱ་པ་ཚང་མ་བསད་དགོས་བསམ་པ་རེད། ཧ་མ་ཅིའི་རྒྱ་སྒོ་ལ་ཞོད་པ། རྒྱ་ཁང་ཡོངས་ལ་མི་རིགས་གཅིག་གིས་ཁྱེད་ཀྱི་བཀའ་དྲུང་ལ་མ་སོང་པ་དང་ཁྱེད་ཀྱི་རིག་གཞུང་ནང་ཞེན་མ་རྒྱས་པ། སོ་སོའི་རང་ནུས་ཀྱི་ལུང་བསྲེས་ལྟར་བྱེད་ཀྱིན་འདུག་དེ་ནི་ཡག་པོ་ཞིག་མི་འདུག། གལ་སྲིད་ཁྱེད་ཐུགས་སྙིང་པོ་ཡོད་ན་ཁོ་ཚོ་རྩ་མེད་གཏང་བའི་བཀའ་གནང་རོགས། དེའི་སྟེང་དུ་ངའི་དངོས་རྒྱ་མ་འབུ་སྲུང་སྤྲད་དགོས། དེ་ནས་རྒྱལ་པོ་ཡི་ཧ་མ་ལ་ཆོག་ཆེན་སྤྲད་ནས་སོ་སོ་རང་ནས་ཀྱི་མཛུབ་མོ་ནས་ཐེག་ཚུལ་ཡོད་པའི་མཛུ་གུ་དེ་ཧ་མ་ལ་སྤྲད་པ་རེད། ཧ་མ་ནི་ཡ་ཧུ་དཱ་པ་རྣམས་ཀྱི་དགྲ་བོ་ཞིག་རེད། རྒྱལ་པོ་ཡི་ཧ་མ་ལ་གསུངས་པ། དངོས་དེ་བེད་སྤྱི་བཏང་དགོས་མ་རེད། མི་དེ་ཚུགས་དམ་རྣམ་དུ་ཁྱེད་རང་ག་རེ་བྱེད་འདོད་ཡོད་པ་དེ་བྱེད་ཆོག་གི་རེད། རྒྱལ་པོ་ཡི་དྲུང་ཡིག་རྣམས་ཀྱིས་ཧ་མ་ཡིས་གསུངས་བའི་བཀའ་ཐམས་ཅད་ལུང་པ་ཡོངས་ཀྱི་སྐད་ལུགས་ནང་དུ་མ་བྲིས་པ་དང། རྒྱལ་པོ་ཡིས་ཧ་མ་ལ་གནང་བའི་མཛུ་གུའི་སྟེང་དུ་ཐིག་ཡོད་པ་དེ་ཡི་ཐིག་ཚུལ་དེས་ཡི་གེའི་ཐོག་ཏུ་བརྗོད་པ་རེད། རྒྱལ་ཁང་ཀུན་ལ་ཡོད་པའི་ཡ་ཧུ་དཱ་པ་ཡི་མི་ཆུང་ཆུང་དང་བུ་མོ་ཚང་མ་བསད་དགོས་པ་མ་ཟད་ཁོ་ཚོ་ལ་དབང་བའི་རྒྱུ་ནོར་ཚང་མ་ལེན་དགོས་པའི་བཀའ་ཡིག་དེས་ཕྱག་བྲིས་པ་རྣམས་ཀྱི་མཁན་འགྲོ་ནས་ལུང་པ་ཡོངས་ལ་ཆོས་གྲྭ་བྱས་པ་རེད། ཀ་ཡི་དེས་བློན་པ་ཡོངས་ལ་ཆོས་པ་དང་ཡ་ཧུ་དཱ་པ་རྣམས་བསད་པའི་ཉིན་མོ་དེ་ལ་སྒུག་ནས་བསྡད་ཡོད་པ་རེད། ཀ་ཡི་དེས་བློན་པ་ཡོངས་ལ་ཆོས་པ་དང་མི་མང་རྣམས་སྲིད་འཚོལ་དང་འཛའ་འབྲེལ་གྱི་གནད་དོན་ནང་དུ་ཡོད་ནའང། རྒྱལ་པོ་དང་ཧཱ་མཱན་གཉིས་སེམས་པ་སྐྱིད་པོ་བྱས་ནས་ཆང་འཐུང་བཞིན་ཡོད་པ་རེད། གནས་ཚུལ་དེས་མུ་ཏིག་ཁ་ཡི་གོ་བ་དང་ཁོང་གི་སོ་སོའི་སྟོད་ལོགས་རེ་ནས་ནངས་ངལ་གྱི་གོས་གོན་ནས་གོ་ཐིའི་ནང་དུ་བསྡད་པ་རེད། དེ་ནས་ཁོ་དྲུང་ཆེ་ཡི་ཇོ་སྒོ་ལ་ཕྱིན་ནས་མིག་ཆུ་བཏང་ནས་སྐད་ཤུགས་ཆེན་པོས་ངུས་པ་རེད། རྒྱ་ཁང་ཡོངས་ལ་ཡོད་པའི་ཡ་ཧུ་དཱ་པ་ཚང་མ་ཡིས་སེམས་སྡུག་ཆེན་པོ་བྱས་ནས་སོ་སོ་ཡི་སྟོད་ལོགས་རེ་ནས་ནངས་ངལ་ཡི་སྟོད་ལོགས་གོན་པ་དང་སེམས་པ་སྐྱོ་ནས་ཁ་ལག་མ་བཟའ་བར་བསྡད་པ་རེད། མུ་ཏི་ཀ་ཡིས་གནས་ཚུལ་དེས་ཨེ་སི་ཏར་ཡི་ཐེག་པ་དང་མོ་ཡང་སེམས་སྡུག་ཆེན་པོ་བྱས་ནས། མུ་ཏི་ཀ་ལ་དུད་ཀློག་གཞན་ཞིག་གོན་བའི་ཆེད་དུ་དུད་ཀློག་ཞིག་བཏང་བ་རེད། ཡིན་ན་ཡང་ཁོང་གིས་དུད་ཀློག་དེ་གོན་མེད་པ་རེད། ཨེ་སི་ཏར་གྱིས་རང་གི་གཡོག་པོ་ཞིག་མངགས་ནས་མུ་ཏི་ཀ་ཡིས་ལ་གནས་ཚུལ་ག་རེ་ལྷག་ཡོད་པ་དེ་ཧ་གོ་འདོད་ཡོད་པ་རེད། ཧ་མ་ཡིས་རྒྱ་གར་ཉོ་ལགས་ཡ་ཧུ་དཱ་པ་ཚང་མ་གཏོར་བཤིག་གཏོང་དགོས་པའི་བཀའ་གནང་བ་དེ་མུ་ཏི་ཀ་ཡེ་ཡིས་གཡོག་པོ་དེ་ལ་བརྗོད་པ་རེད། མུ་ཏི་ཀ་ཡེ་ཡིས་ཨེ་སི་ཏར་རྩ་ཆ་ཞིག་བཏང་བ་རེད། ཨེ་སི་ཏར་ལགས། རྒྱལ་པོ་དྲུང་དུ་འགྲོ་ནས་ང་ཚོ་ཡི་མི་མང་ལ་བརྙས་བཅོས་གནང་རོགས་ཞེས་རྒྱལ་པོ་ལ་ཞུ་བ་ཞུ་རོགས་གྱིས་ཞེས་ཤོད་པ་རེད། ཨེ་སི་ཏར་གྱིས་མུ་ཏི་ཀ་ཡེས་བརྗོད་པའི་སྐོར་ཐེག་པ་དང་སུ་མུག་གིས་ཁོང་ལ་ལན་ཞིག་གནང་བ་རེད། ཉི་མ་སུམ་ཅུ་རིང་ལ་རྒྱལ་པོ་ཡིས་ང་སྐད་བཏང་གི་མི་འདུག། ཁོང་གིས་སྐད་མ་བཏང་པར་ང་རྒྱལ་པོ་ཡི་དྲུང་དུ་འགྲོ་པ་ཡིན་ན་སྲོག་ཐུག་ཏུ་གཏོང་དགོས་པ་དེ་ནི་ཁོང་གི་བཀའ་རེད། ཡིན་ན་ཡང་ཁོང་གིས་ལྕགས་ཀྱི་གསེར་གྱི་ཡུ་བ་དེ་ང་ཡི་སྟེང་དུ་བཅངས་པ་ཡིན་ན་ང་སྲོག་ཐུག་ལ་གཏོང་དགོས་ཀྱི་མ་རེད་ཞེས་བཤད་པ་རེད། མུ་ཏིག་ཀ་ཡིས་ཨིས་ཏར་ལ་སྲིན་ལན་གནང་བ། ཁྱེད་རང་རྒྱ་བོད་ཀྱི་ཕུག་རོན་ནང་དུ་བསྡད་ཡོད་ན་ཡང་ཡ་ཧུ་དཱ་པ་ཡིན་ཙང་ཉིན་མོ་དེ་ལ་ཁྱེད་རང་ཡང་སྲིད་གི་རེད་ཞེས་བཤད་པ་རེད། ཁྱེད་རང་རྒྱ་བོད་ཡི་དྲུང་དུ་འགྲོ་ན་ཤི་སྲིད་གི་རེད་མ་འགྲོ་ན་ཤི་སྲིད་གི་རེད། ཅིས་བྱས་ན། གནད་དོན་དེའི་ཆེད་དུ་དཀོན་མཆོག་གིས་ཁྱེད་རང་རྒྱ་མོ་ལ་བསྐོས་ཡོད་ཀྱི་རེད། དེ་ནས་ཨི་སི་ཏཱ་ཡིས་མོ་ཏི་ཀཱ་ཡེ་ལ་ལན་བསྣོགས་པ། ཡ་ཧུ་དཱ་པ་ཚང་མ་མཉམ་དུ་འཛོམས་ནས་གཉའ་མཚན་གསུམ་རིང་ལ་ང་དང་མཉམ་དུ་སྨྱུང་གནས་བསྡད་ནས་ང་ཡི་སྟེང་དུ་སྨོན་ལམ་ཞུ་དགོས་ཀྱི་ཡོད། དེ་ནས་ང་རྒྱལ་པོ་ཡི་བཀའ་དྲིན་ལས་འགལ་ནའང་ང་རྒྱལ་པོ་ཡི་དྲུང་དུ་འགྲོ་ནས་ང་ཤི་ནའང་བརྗེད་པ་མེད། དེ་ནས་མོ་ཏི་ཀཱ་ཡེ་ཕར་ཕྱིན་ནས་ཨི་སི་ཏཱར་གྱིས་གསུངས་པ་ནང་བཞིན་བསྒྲུབས་པ་རེད།